དེ་འདི་ཅི་ཡིན། དེ་ལྟ་དེ་དེ་རིང་ངས་གཙོ་ཆེ་ཤེས་ད་སོ་ངོ་སོ་ལས་ཤེས་འབྱུང་བ་ནི་ཡོད་པ་རང་ཅི་རེད་བཀའ་སྤྱི་ཁུར་དུ་ཁྱེར་ནས་ན་བྱ་བ་གང་ཡང་དཀའ་བ་མེད་ཁྱོད་ཡི་ནང་དུ་བཞུགས་པ་དེ་ཆ་གི་ལྷག་པ་གནས་མི་འགྱུར་ཟེར་དེ་རེད་དེ་ཡིན་ན་ད་ལྟ་ངོ་སོ

སྔོན་མ་ཚོགས་གཙོ་དང་པོའི་ངོས་སུ་ཚོགས་པ་བཙུགས་དུས་སྐད་སྲིད་ལ་རེ་བ་ཚོགས་པ་བཙུགས་དུས་ཚོགས་གཙོ་དེ་དགེ་བཤེས་བློ་བཟང་བསམ་གཏན་ལ་རེད། ཁ་ཤས་ཀྱིས་འོས་དཀར་ཅན་ཟེར་གི་རེད། ཨ་ནི་ཁོ་སོ་རྒྱུན་ལས་ནང་ནས་དྲ་ཐག་བདག་པོ་དེ་དྲ་མདེན་ལ་རེད། ད་ཁོ་སོ་རིམ་པས་ཡོད་རེད་བློ་བཟང་དཔའ་ལྡན་དང། དེ་ནས་གཙང་ཞི་བདེ་དང་དེ་ཨ་བོ་ཡེ་རྡོ་དང་ད་མང་པོ་ཅིག་ཡོད་རེད་ད་དེ་ཚོ་ང་མིང་ཕུད་མི་དགོས་ཅི། ད་དོ་དོ་དྲ་མདེན་ལགས་ཀྱིས་ཨ་ནི།

དེ་རང་ཡང་མུ་གེ་མེད་ནས་ཞུས་ན་ཡིན་ད་གར་བྱེད་མི་ཟེར་ན་ད་དེ་ང་རེ་སོ་སོའི་བསམ་ཚུལ་རེད་བ་གར་བྱེད་ཟེར་ན་ང་ཚོ་གཞི་རིམ་མི་མང་གི་རྩིས་ཁྲ་གཙང་མ་ཡོད་མ་རེད་ཟེར་ཁྱེད་རང་ཚོགས་པ་མང་པོ་གཅིག་ན་བརྒྱ་ཕྲག་བོད་ཕྲག་རེད་བ་ན་ཨ་ནི་དོན་ཚོགས་པ་ཡག་པོ་གཙང་ནི་མ་རེད་ཚོགས་པ་དེ་ཚོགས་ངེས་ད་ཁྱེད་རང་རེད་དེ་ལས་ང་ཚོ་ཡང་ཕྲག་དག་དེ་ང་ཡིན་ད། དང་རྒན་ལོ་ཁ་ཆེ་ལ་ཨ་ནེ་ངང་ད་ལྟ་ད་ལྟ་ཕ་ཐོག་གཞི་རིམ་མི་མང་ཚོགས་ཁོ་ན་ལ་བསྡད་དེ་ཡོད། ངག་གསར་བས་ནི་སྐབས་དང་པོའི་སྐུ་དུས་སོ་སོར་དྲ་བདག་ཡིན་ནའི་ལས་ཧུར་ཐག་པ་དག་ངོ་ནས་རྒྱབ་སྐྱོར་ཞུས་བསྡད་ཡིན་ད། དཔལ་འབྱོར་གྱི་ཐོག་ལ་ཡིན་ནའི་དྲ་ག་རེའི་ཐོག་ལ་ཡིན་ནའི་དྲ་དང་ད་ཕ་ཐོག་ཧུར་ཐག་པ་དག་བྱས་ང་ཚོ་གཞི་རིམ་མི་མང་ཚོགས་པ་དེ་དག་པ་ག་ཚོགས་པ་མ་རེད་ཚོགས་པ་དེའི་ངོ་ནས་གསུམ་གལ་ཆེན་པོ་ཞུ་བྱ་དགོས་པ་རེད་ད་ད་ཕ་ཐོག་ཚོགས་པ་སྟོབས་ན། དེའི་ནང་ནས་ཚོགས་པ་ང་ཚོ་གཞི་རིམ་མི་མང་ནས་ཞིག་མ་ཐོན་རྗེས་ལས་འགུལ་སྤེལ་མཁན་བྱུང་ཡོད་མ་རེད་རྒྱུ་འབྲས་དོན་ཡོད་རེད་ད་ཡིན་ནའི་ལས་ཁྱེད་རང་སྐབས་དང་དགོས་དགུ་དེ་གོས་ཚོགས་ཚོགས་གནང་བ་རེད་དེ་ལས་ནས་ཁྱེད་རང་གི་འདི་ཡ་ངོ་ནས་ཚོགས་པ་ཆུད་ཆུད་དེའི་ནང་ནས་ཧུར་ཐག་འབའ་ཐག་རྒྱབ་སྐྱོར་ཞུ་ཞུ་བར་ད་ཁྱེད་རང་ཆོས་གོ་ཨོ་ཁའི་ཇོན་ནང་པའི་སོ་ར་ཅིག་ད་ཁྱེད་རང་ཉུང་མཐར་མི་གཅིག་གཉིས་གཅིག་ཡོད་དེ་དེ་གས་ཀྱི་ཇོན་པའི་སོ་ར་རེད་ཅེས་གསུངས་ཞུ་གི་འདུག་བ་ཚེ་རིང་སྲིད་ཚལ་ལགས་ཚོགས་གཞོན་རེད་ད་སྐབས་དང་དགོས་དགུ་དེ་ཡིན་ནའི་ལས་ཁྱེད་རང་གི་ཚེ་རིང་སྲིད་ཚལ་ལགས་མིང་བཏུང་མི་འདུག་བ་རེད་བ།

ང་སོ་སོ་སོའི་དམངས་གཙོ་རེད་སུ་ད་སྤྱི་འཐུས་ལ་ནས་ལས་རྒྱབ་སྐྱོར་ཞུ་དགོས་ཡ་དེ་ཚོ་ང་ཚོས་རྒྱབ་སྐྱོར་ཞུ་གི་རེད་ཞུ་མི་དགོས་ཡ་དེ་ཚོ་ང་ཚོས་རྒྱབ་སྐྱོར་ཞུ་གི་མ་རེད་རེད་པ་ད་ཡིན་ནའི་ལས་དེ་ང་ཚོ་ཚང་མའི་ལག་པ་ཡོད་རེད་མ་གཞི་ང་གཅིག་གི་ལག་པ་ཡོད་མ་རེད་པ་འོ་དེ་འདྲས་རེད་ད་ཡིན་ནའི་ལས་དངོས་གནས་ཁྱེད་རང་གི་ད་ང་ཚོའི་གཞི་རིམ་མི་དམངས་ཀྱི་ཨ་ནི་སྐབས་གསུམ་པའི་ཚོགས་གསོ་ཚོགས་གཞོན་ཨ་ནི་ཚང་ད་ཚེ་རིང་ཚེ་བརྟན་ཕུན་ཚོགས་ལགས། ལ་ཚོགས་སུ་རུ་བ་སི་རི་སི་ཏི་ལ་ཚོགས་ཤིང་རུ་བ་ཨ་ནི་ཏེ་ཡང་ལ་རྒྱུ་ལས་རུ་བ་ཁོ་ན་ཚོ་ལས་སྐྱོན་མཛོད་ཁ་ཚི་བྱུང་སོང་སྐྱོན་མཛོད་དོན་ཚོ་རྩ་བ་གཉིས་ནས་ཡག་པོ་མ་རྟ་དོན་ཚོ་ངོ་ནས་ཞི་བདེ་མི་མང་གི་ཨ་ནི་རྩི་སྒྲ་གཙང་མ་ཡོད་མ་རེད་ཟེར་ཁྱེད་རང་ཁུངས་སྐྱེལ་ཡག་པོ་ཡོད་ད་འོང་དེ་རེད་ང་ཚོ་ད་ལྟ་བར་དུ་རྩི་སྒྲ་གཙང་མ་གཙང་རྐྱང་སྤི་ཤ་གཅིག་ཟས་མེད་ང་ཚོ་དཔུང་མང

མི་དམངས་ཚང་ནས་ས་ཡིག་མི་འགོ་ལྔ་སྟོང་བདུན་བརྒྱ་ལྷག་ཟིག་ཅིག་གིས་ས་ཡིག་ལེན་མཁན་དུ་སོ་དགེ་བཤེས་ལ་ཁོ་ཚོ་དྲན་ཁོ་ཚོ་དེ་དུས་ཚོགས་པ་དམ་པོ་བཙུགས་ནས་ཁོ་ཚོ་གི་དཀའ་ངལ་མང་པོ་རྒྱག་ཡོད་རེད་དཀའ་ངལ་རྒྱག་པ་ལ་ད་ངོ་སོ

ངོ་སོགས་ཀྱི་ཁྱེད་རང་ཚོ་རྩིས་ཆ་མི་འདུག་ཚེ་རྩིས་ཆ་གང་དྲང་རྒྱུ་རེད། ཕྱོགས་གཅིག་ཁ་ལ་འབོ་སྡོང་བསྒྲགས་ནས་འགྲིག་ཡོད་བ་མ་རེད། གོར་མོ་གཅིག་བྱུང་ཟེར་ན་བྱུང། ཆད་ཟེར་ན་ཆད། ལྷག་སོང་ན་ལྷག། འོ་དེ་བྱུང་སོང་ལྷག་བསྡད་ཀྱི་རྩིས་ཆ་དེ་མགོ་ནས་བལ་ཡུལ་ནས་སོང་སྟེ། ཕྱི་རྒྱལ་ནས་སོང་སྟེ་ཁེ་ན་ཏྲ་ནས་སོང་སྟེ། པད་ཤ་ག་ཚོད་བྱུང་ཡོད་པ་དེ་དེ་འབོ་སྡོང་དེ་ག་རེ་བྱས་ཡོད་རེད།

དེ་འགྲོ་ལུགས་དེ་འདྲས་མ་རེད། མི་ཁ་ཤས་ཀྱི་སྒྲ་གཞན་པ་དེ་གིས་མི་མང་སྤྱི་ཡོངས་ཀྱིས་གོ་ཆོད་གི་མ་རེད། མི་མང་ཡོངས་ལ་སད་སད་ཐིང་ཐིང་གི་ཁ་གྲག་ལས་དེ་ཁྱོ་ག་སོང་གི་དཔེ་ཤག་ཡིན་ད་དེ། ཁྱེད་རང་ཚོ་སོ་མི་བལྟས་ཁྱིམ་མིའི་ཏུག་གསང་ནང་ཏུག་ཡ་ཡོད་མ་རེད། རེད་བ། སྤྱི་འཐུས་རྣམས་ལས་ན་རེད་སྲིད་སྐྱོང་རྣམས་ལས་ན་རེད། འོ་བཀའ་ཤག་རྣམས་ལས་ན་རེད་ཁྱོད་རང་ལས་བྱེད་པ་བྱས་ཟིན་ན། དྲང་པོ་མ་བྱས་པ་བྱས་ཟིན་ན། ད་ལྟ་ངོ་སོ་མང་ཚོགས་རེད་བ། སྨྲ་བརྗོད་ཀྱི་རང་དབང་ཡིན་ཏེ་བཤད་ཆོག་གི་རེད། ཨ་ནི་མ་བཤད་ནས། དྲང་བདེན་ལ་ཁྱེད་རང་གིས་ངོ་སོ་ཚང་མ་ལ་ནག་ཉེས་བཙུགས་དགོས་ཡ་དོ། གལ་བྱས་མེད་པ་ཁྱེད་རང་ལ་གལ་བྱས་མེད་པ། ཨ་ནི་ཚོགས་པ་བཙུགས་མཁན་དང་པོ་བཙུགས་མཁན་དེ་དགེ་བཤེས་བློ་བཟང་ཚང་བསྟན་མ་རེད་དམ། ཚོགས་པ་བཙུགས་མཁན་དང་པོ་བཙུགས་མཁན་དེ་ངོ་སོ་རྒན་རྒོན་དྲུག་བདུན་སུ་ཤེས་རིགས་མི་མང་ནང་བཀྲ་ཤིས་དབང་ལྡན་ལ་ང་ཕོ་བ་བྱང་ཆུབ་ལ།

ཚེ་བརྟན་ཕོ་ཚོ་ལ་ཐོག་ཤ་ཟེར་ཏེ་དགའ་བསྡོད་ནི་རེད་ཁྱེད་རང་ཚོ་དགྲ་དང་གཉེན་བྱེད་ཟེར་ན་ཁོ་དགྲ་མ་རེད་གཉེན་རེད་ཡིན་ན་ཡང་གཉེན་གྱི་ལོ་རྒྱུས་ཀྱི་ཐོག་ཟེར་ནས་ལོ་རྒྱུས་ནག་པོ་དེ་ཁུར་ནས་འགྲོ་བ་བྱེད་ཟེར་ན་དེ་དཀར་པོ་ཡོང་ཡ་ཡོད་མ་རེད། དེ་ཡིན་ན་ངས་ཁེ་ནཱ་ཏྲ་མི་མང་དང་བྱང་ཨ་རིའི་མི་མང་ཚང་ལ་གསལ་བཤད་ཞུ་ཡ་དེ་རེད་མི་དེ་གི་ཞལ་ལས་དེ་འདྲས་ཀྱི་འདུག་ད་ལོ་རྒྱུས་དེ་འདྲས་ཀྱི་འདུག་ད་དེ་ངོ་སོ་དྲང་པོ་དྲང་ཤ་ཞུ་ཆོག་གི་བ་རེད་རྫུན་བཤད་གི་བ་མ་རེད་ད།

བཀྲ་ཤིས་བགྲོད་པའི་ཁྱད་པར་རལ་བསྙེན་ནི་ཀུན་བཟང་སྐྱེས་མཆོག་རྒྱ་མཚོ་མཐའ་སོན་ཤོག་སྨད་རྒྱུད་གསེར་གྱི་རྒྱལ་པོའི་བྱིན་ལེན་དང། རྟེན་འབྲེལ་བསླུ་བ་མེད་པའི་བདེན་པ་དང་རྟེན་འབྲེལ་བསླུ་བ་མེད་པའི་བདེན་པ་དང་བདག་གི་ལྷག་བསམ་དག་པའི་ཐུགས་སྟོབས་སྨིན་པའི་དོན་རྣམས་དོན་ཀུན་བདེ་བླག་མྱུར་བགྲོད་ཤོག་ས་གི་དུ་བ། འོ། ཡིན་ཕྱིན་ཅི་བྱེད་ང་འདུལ་བ་འོ་དེ་ནི་མ་ཅི་ལྟ་དོ་དེ་ག་རང་བྱེད་དོ། འཇིག་རྟེན་བྱེད་ན་དེས་འགྲིག་གི་འོ་རེད། ཆོས་བྱེད་ན་དེ་གི་འགྲིག་གི་འོ་རེད།

དྲོ་སོགས་ཐུགས་གསང་གི་དགོངས་ལྡན། ད་ཟབ་ཟབ་རྣ་རོ་ནང་ངེས་ད་དེ་དེ། ལྗགས་རིན་པོ་ཆེ་གི་བཀའ་སློབ་ཀྱི་ཆོག་བསྡུས་བསྐྱུར་ཏེ་ཆུ་ཐམས་ཅད་ཀློག་གིན་ཡིན། གཙོ་ཆེ་ཆེ་ང་ཚོའི་ནང་ཁུལ། ནང་ཁུལ་ཆོ་ག་དང་ཆོས་ལུགས་གང་ཐད་དམ་ཚིག་མཐོན་པོ་བྱ་རྒྱུ་གལ་ཆེན་པོ་ཡིན། ཆོ་ག་དང་ཆོས་ལུགས་ཀྱི་ཐོག་ནས་དམ་ཚིག་གསལ་ལེར་འགྲོ་བའི་གི་རིགས་ཁྱོད་ཀྱི་མིང་ཆད་ནས་ཡོང་གི་ཡོད་ནའམ། ངོ་རྒོལ་བྱེད་དགོས་ལ། ཆགས་སྲེད་ཀྱི་མིང་ཆད་ནས་ཡོང་གི་ཡོད་ནའང་ངོ་རྒོལ་བྱེད་དགོས། གང་ལྟར་ཁྱོ་ག་ཆོས་ལུགས་རྒྱུ་མཚན་དུ་བྱས་ནས་འཐེན་འཁྱེར་བྱེད་མཁན་ཞིག་ཡིན་མཁྱེན། བླ་མ་ཡིན་ནའང་རུང། དཔོན་པོ་ཡིན་ན་ཡང་རུང། སུས་བྱེད་ཀྱི་ཡོད་ཀྱང་དེ་ནི་ནོར་འཁྲུལ་ཆེན་པོ། ངོ་རྒོལ་བྱེད་དགོས། དེ་ནང་ཆོས་ཆེན་པོ་རེད་ངོ་རྒོལ་བྱེད་དགོས་རེད། གང་ཞེ་ན། ང་ཚོ་ཆོས་རྒྱ་མཚོའི་སྐབས་ནས་བོད་ཆོལ་ཁ་གསུམ་བཅས་ཀྱི་བོད་མི་གཙང་གཙང་མ་ནས་སྦྲ་མཁན་ཚང་མ་གཅིག་གྱུར་བྱས་ནས་བསྡད་ཡོད། བ་ལང་བོད་མི་རང་ཉིད་ནས་བློ་ཕུགས་དུག་དྲག་པའི་རྐྱེན་གྱིས་ཀོ་ཐག་གློད་དེ། རང་མགོ་གང་ཐོན་གང་འདོན་མ་ཐུབ་པར་འདི་བྱུང་བ་རེད། དེ་ཡང་ཀེ་རེ་བཅོམ་ལྡན་འདས་ཀྱིས་གསུངས་པ་ལྟར། ཆུ་མྱང་ལན་བརྒྱ་ཆ་བརྒྱ་ཡག་པོ་ཞིག་བྱས་ཀྱང་བྱེད་ཐུབ་པ། བྱེད་མ་ཐུབ་པར་སེར་ལུས་ནས་བྱེད་འདོད་ན་རང་སྣང་གང་དྲན་བྱེད། ཡང། བྱེད་མ་འདོད་པའི་སྐབས་ང་ཚོས་འཁྱུད་པ་ཡིན་ཞེས

བཤུ་གཞོག་དང་ཐུབ་ཚོད་གཏོང་མཁན་དང་གྲྭ་པ་དཔུང་བསྒྲིགས་ནས་ཐུབ་ཚོད་གཏོང་མཁན་བྱུང་ཡོད། དེ་ནི་བཅོམ་ལྡན་འདས་ཀྱི་བཀའ་དང་མཐུན་པ་ཞིག་མིན། གང་ལྟར་ནོར་འཁྲུལ་དེ་རིགས་མང་པོ་བྱུང་བའི་རྐྱེན་གྱིས་མཐའ་མ་སོ་སོའི་རང་དབང་ཤོར་བ་རེད། རང་དབང་ཤོར་བའི་གི་ཉིན་མོ་དེ་ནས་བཟུང་བོད་ཀྱི་སངས་རྒྱས་ཀྱི་བསྟན་པ། བསྟན་པ་ཡང་རྩ་ཞིག་འགྲོ་བའི་གི་གནས་ཚུལ་ཆགས་པ་དེ་བོད་ཀྱི་རང་དབང་དང་སངས་རྒྱས་ཀྱི་བསྟན་པ་གཉིས་ཁོག་གཅིག་ཏུ་སྦྲེལ་ཡོད་པ་གསལ་པོ་ཆགས་ཆགས་ཤིང། དེ་སྔ་སྐད་རེ་ཆོས་ཀྱི་མིང་ཆགས་ནས་འཐུས་ཤོར་ཏན་ཏན་བཏང་ཡོད་པས་ན་ཀུན་འདུས་སྐུ་གོང་མའི་ཀུན་འདུས་འཛམ་གླིང་གི་འགྱུར་བ་གནས་ཚུལ་གང་ཚང་ཉག་ཉོག་ནས་མཁྱེན་རྟོགས་བྱུང་ཡོད་ཀྱི་རྐྱེན་བྱས་ཏེ་ཕྱི་རྒྱལ་གྱི་སྐད་ཡིག་སློབ་སྦྱོང་དང་ཕྱི་རྒྱལ་ལ་སློབ་ཕྲུག་གཏོང་རྒྱུར་འབད་བརྩོན་གནང་ཡོད། འོན་ཀྱང་དེ་དུས་ཆོས་ཕྱོགས་ཀྱི་མིང་ཐོག་ནས་ཕྱི་ལུགས་བོད་ལ་ད་ནངས་བསྟན་པ་ཉམས་ཤིང་འགྲོ་གི་རེད་ཟེར་ཏེ་ཕྱི་རྒྱལ་གྱི་སྐད་ཡིག་སློབ་སྦྱོང་དང་ཕྱི་རྒྱལ་ལ་འབྲེལ་བ་བྱེད་རྒྱུ་གི་འགག་རྒྱ་འགའ་ཅན་བྱུང་ཡོད་བཟོ་འདུག་དེ་དག་བློ་ཐོག་དྲག་པའི་གི་རྐྱེན་རེད། ཁ་ནས་ཆོས་ཀྱི་དོན་དང་སངས་རྒྱས་ཀྱི་བསྟན་པའི་གི་དོན་ཡིན་ཞེས་བཤད་རྒྱུ་ཡོད་ཀྱང་དོན་དངོས་སོ་སོ་གི་མིང་མིག་ལ་སོ་སོས་ཐལ་བ་བཏབ་པ་ཞིག་ཡིན། གནས་ཚུལ་དེ་འདྲ་འོག་ནས་ང་ཚོ།

ལྷག་བསམ་རྣམ་དག་འགྱོད་མེད་ཀྱི་ཐོག་ས་ནས་བོད་གཞུང་ལ་རྒྱབ་སྐྱོར་བྱེད་མཁན་དང། རྒྱ་བསྟན་འཛིན་རྒྱ་མཚོ་གི་སྐུ་ཡི་སྐུ་དང་གསུང་གི་གསུང་ལ་བརྩི་སྲུང་ཞུ་མཁན་ཞིག་ཡིན་བསམ་པ་ཞིག་གིས་གུས་པ་རང་ཉིད་འཛུལ་འཇོག་དེ་འདྲས་ཀྱི་ཡིན། དེ་སྨྲས་ཚེ་ཤེས་རིག་མི་མང་རྣམས་ཟ་རྒྱུ་འདུག་འཐུང་རྒྱུ་འདུག་དཔེ་ཆ་རག་གི་འདུག་ས་ནི་གོ་མ་གཅིག་གི་དོན་དག་གཞལ་མེད།

སྐད་སྙན་པ་དང་སུམ་པ་གི་སྐོར་དེ་ལ་རྩིས་ཆ་དེ་ཁང་དང་མི་འདུག། དེ་རྩིས་ཆ་ཟེར་མཁན་དེ་ཕ་ཚིས་བུ་ལ་རྒྱག་དགོས་དགོས་སྒོར་མོ་གཅིག་ཡིན་ན་ཁྱེར་ན་ཁྱེར་ལྷག་ན་ལྷག་ཕ་གི་བུ་ལ་དཔེ་ཤག་གཡར་ན་དེ་རྩིས་རུ་རྒྱག་དགོས་དགོས་རེད། དེ་ཁྱེད་རང་གི་དཔེ་ཤག་མང་པོ་ཅིག་བཏང་ཡིན་ཟེར་ན་དེ་ངོ་སོ་ཧང་སང་ཡག་ཁེ་མཐོང་གི་མེད་ཁྱེད་རང་ཡག་པོ་རེད་ཞག་འདེད་སྐྱིད་པ་སྐྱིད་པ་ཐོག་ལ་ཞག་འདེད་རྒྱབ་པར་དེ་དམིགས་ཡུལ་ག་འདྲེ་ཅིག་ལ་བཟུང་ཡོད།

ཁྱོད་ཁྱོད་ཀ་ལ་བློས་ཁེ་བ་ཡོད། ག་རེ་ལས་ཡོད་རེད་ཟེར་ན་ཡུལ་གྱི་དངོས་མང་དེ་འགྲོ་མི་རེད། དྲ་མཐོང་ཞང་མང་དེ་འདེད་མི་རེད། འོ་བློས་དེ་བཏང་ནས་རྒྱ་མི་གི་འཁོར་སོགས་ལ། འོ་རྒྱ་མི་ལ་མ་དགའ་བའི་སྣང་ཚུལ་བཏོན་ནས་རྒྱ་མི་འགྲོ་མཁན་རེད། དྲ་འབག་དེ་འདེད་གི་རེད་ཟེར་ནས་བོད་པ་འདེད་གི་རེད་ཟེར་ནས་བཏང་སོང་ཟེར་ནས། འོ་དེ་སུ་གི་སློབ་སོང་སུ་གི་བཀོད་རྒྱུ་བྱས་སོང་ཟེར་ནས། འོ་དོལ་རྒྱུགས་གསོད་རྒྱུ་གང་ཡིན་གང། རྒྱ་མི་དམར་པོ་མའོ་ཀྲུའུ་ཞི་གི་གསོད་རྒྱུ་ཡོད་འདི་སྐད་དུ་རེད་ད་སྤྱི་ཚོགས་སྒོས་རྒྱ་བདུན་གྱི་དོན་གསུམ།

མ་གྲོངས་ཀྱོ་ཡིན། དྲང་བདེན་ལ། རྫུན་བཤད་མ་མྱོང། ཁག་གི་བཀོད་མ་མྱོང། བདག་གི་ཉུག་མ་མྱོང། ཁྱོད་ནང་གི་མགོ་སྐོར་ཚང་མ་བཏང་ནས་པད་ཤག་ཞོ་པོ་གཅིག་རག་སོང་ཞོ་པོ་འགའ་ཁྱོད་ཁྱོད་པད་ཤག་དེ་ཡག་པོ་ཡིན་མི་འདུག་ཀྱང་ངོ་སོ་ཤེས་ཤེས་སེ་མེད། ཁྱོད་རང་ཟེར་གི་འདུག་བ། འོས་ཤོག་དེ་ཚགས་བཅད་གོ་དེ་ནས་ངོ་སོ་བསྡུ་གོ་འོ་ད་བསྡུ་ཆོག་དགེ་བཤེས་འོས་ཁ་ཅན་ལ་གང་ཡང་ངོ་སོ་བྱེད་རིན་མེད་མ་དང་བླངས་ཚོགས་པ་གི་འགན་མེད་ད་ཁར་ངོ་སོ་ཚོགས་པ་མ་རེད།

དེ་བདེན་པ་རེད། རང་བཙན་ལེན་ས་བདའ་ས་མ་རེད་དྭངས། ད་ད་སོ་དེ་སོ་བདའ་ས་ལ་ཚུད་ཡོང་ནས། རང་ཅག་སྤྱོད་ཚུལ་གྱི་དེ་ནོར་བསྡད་ཡོང་སྟེ་ཨ་ནི་ང་ལ་དྲི་བ་དེ་སླད་པར་དྲང་བདེན་ལ་ཁྱེད་རང་ཤེས་ཀྱི་རེད་བ། བང་ཆེན་གྱི། ཁོ་ཚོ་འགྲོ་མི་ཆོག་ཟེར་བ་ཡོད་རེད་བས། ངས་དེ་ཡོད་རྒྱུ་མ་རེད། ཡིན་ནའང། ཡིན་ནའང་དོན་དག་དེ་ག་རེ་རེད། སྤྱོད་ཚུལ་ལས་ཧོན། སྤྱི་འཐུས་གྲོས་ཚོགས། སྤྱི་འཐུས་རྒྱུན་ལས་ག་རེ་ཅིག་ཡིན་ན་ཁྲིམས་དང་སྒྲིག་གཞི་གཅིག་ཡོད་རྒྱུ་རེད། ཚོགས་འདུའི་འགྲོ་ལུགས་དང་ལས་དོན་བྱེད་ཕྱོགས་ཀྱི་ཐོག་ལ་འགལ་ཟླ་ཡོད་རྒྱུ་རེད། དེ་འགལ་བ་དེ་ངོ་སོ་གི་ངོ་རྒོལ་བྱས་ནས་མཐའ་གཅིག་ཏུ་བཏང་རེད། དེ་དངོས་གནས་བཤད་ན་ཚེ་བརྟན་ཕུན་ཚོགས་ཀྱིས་སྔོན་ལ་བཤད་པ་དེ་ཁ་འབྱིན་དོན་ལ་ངོ་སོ་ཏག་ཏག་རྙོག་དྲ་ཁྱོད་རྙོག་དྲ་བཟོ་མཁན་ཚང་མ་ཚེ་བརྟན་ཕུན་ཚོགས་དང་ཚེ་རིང་བསྟན་དང་ཁྱེད་རང་རེད་ད། ཨ་ནི་ད་ལྟ་ཁ་ཤས་པུས་སོ་བ་ད་ཚོད་ངོ་སོ།

ཕུར་བ་དཔོན་ཚང་མ་ལོ་རྒན་པ་ཚང་མ་བསྡད་ཡོད་རུང་ངོ་སོ་ཧ་གོ་དགོས་རུང་བཀྲ་ཤིས་དབུ་འདེད་ལ། བློ་བཟང་དཔའ་ལྡན་ལ། ཚང་མ་ཡོད་རྒྱུ་རེད་འོད་དཀར་ཅན་ངོ་སོ་ནང་ལ་ཡོད་མ་རེད་དཱ། ཁྱེད་རང་ཚང་གིས་བསྤུས་པ་རེད་དཱ་འོད་དཀར་ཅན། འོད་དཀར་ཅན་གྱི་སྐད་ཆ་དྲང་པོ་བཤད་ནས་ཁྱེད་རང་ཚོ་བསྤུས་པ་རེད་དེ་ཡིན་ཙང་དེ་ངས། ང་བོད་པ་ཅིག་ཡིན་ངོ་ནས་དབུས་གཙང་དམ་པ་ཁྱོད་ཀྱི་ཁྱོ་ག་ལ། ང་ཇེ་ཐོག་བཤད་གི་མ་རེད་མི་ཡག་པོ་ཅིག་གླ་ན། སྤྱི་ཚོགས་དེ་ལྷིང་འཇགས་ཡོང་གི་རེད་འོད་དཀར་ཅན་གྱི་ལྷ་བསང་སྣང་བདག་གིས་བོད་སྤྱི་བ་འཛིན་དྲུག་སྟེ་ས་སྟེང་འགྱུར་མེད་ཀྱི་ཡོན་ཡག་གི་ཁོ་རང་དམིགས་ཡུལ་འདུག་ལ་ཁོས་བཤད་ཡ་འདུག། ཁྲིམས་དང་སྒྲིག་གཞི་ཚང་མ་ཁོག་ལ་ཆུད་དེ་བྱ། དྲང་བདེན་ལ་ཁྱོད་ཀྱིས་ཁྲིམས་དང་སྒྲིག་གཞི་ཤེས་ཀྱི་ཡོད་པས་གང་ཡང་ཤེས་ཀྱི་མེད་པ། འོ་དུ་སོགས་བསང་སྣང་ཡག་པོ་དང། བསང་སྣང་བཞི་གསུམ་བཅུ་གཉིས་བློ་རྩེ་ཉེར་བཞི་རྩ་ལྔ་བཀུག་ནས་དོན་དག།

བདག་ཅག་གི་སྐད་ཆ་ལ་ང་ཅི་བཤད་ཤེས་གི་ཡོད། དེ་སྙིང་ཨེ་འདྲེ་ཞེས་ཡང་ཚ་དེ། སྨན་པ་སྟག་ར་ལགས་ཀྱིས་དྲང་པོ་དྲང་བཞག་ཞུས་ཡོད་རེད། ལྷ་རྒྱ་རིའི་གནང་བྱ་སྒྲོན་སྐབས་ལ་མ་དགའ་བ་གང་ཡང་བྱས་མི་འདུག། དེ་སྔ་རྒད་པོ་ལོ་མཐོན་པོ་དེ་འདྲས་ཅིག་གིས་ད་རེས་འདི

ངོ་སོ་རང་བཙན་བཤད་ཟིན་ན། རྒྱ་མི་གུང་ཁྲན་ཏོག་ཤུགས་ཆེན་པོ་ཨ་མི་རི་ཀ་རྙོག་དྲ་གསོ་ཐུབ་མཁན་གཅིག་གི་རྒྱ་སྐད་ཅིག་ལ་ངོ་སོ་གང་ཡང་མེད་མདའ། བོད་ཁུལ་དུ་སྤྲུལ་ཡག་པོ་ཅིག་མེད་པ། ད་སྤྲུལ་ཡག་པོ་ཅིག་ཏུ་ངོ་སོ་བསྡུ་མཆོག་ཀྱི་རེད་མེད་མདའ་ཡག་པོ་ཅིག་ཏུ་ཁོས་ག་ཚོད་ཚོད་དཔུང་བསྒྲིགས་ནས་འགྲོ་གི་རེད་བོད་ནང་ལ་འགྲོ་གི་རེད་ད།

ཨོ་ཚེ་རིང་སྲིད་ཁྲག་གི་ཉོན། ཉོན་དགོས་ཡ་ཡོང་གི་རེད་ད། ད་དེ་ཉོན་དགོས་ཡོང་གི་རེད། ངོ་སོ་གིས་ཆེན་པོ་གས་མེད་ངོ་སོ་ཚོགས་པ་གི་ལས་དོན་ལས་དོན་ནི་བྱ་བ་འདི་གི་མ་རེད་ངོ་སོ་བདག་རང་ས་ལ། ཉིན་སྟོང་ཉལ་ཤི་རྩ་ཆད་གི་སྐྱོན་ད་དགོས་པ་ལ་ཨོ་ལོ་ཡ་ཤ་མོ་ཤ་ཚོགས་པ་ཚོགས་ཆུང་ཁ་དྲུག་དགོས་ནས་དོན་ནང་ལ་ཚེ་རིང་སྲིད་ཁྲག། ཚེ་བརྟན་ཕུན་ཚོགས་བསྟན་ཡོངས་ལ་ང་ངོ་སོ་གྲི་མགོ་ལ་བསྡད་ནས་མ་བསྡད་མཁན་རེད་ངོ་སོ་ཐག་གཅོད་བྱེད་ཐུབ་ནས།

གྲོགས་ཚོགས་ཚང་མ་ངོ་སོ་གང་ཡག་པོ་བྱས་ནས་ཁྲིན་ཆེན་པ་གི་གང་རྣམ་པ་དེ་ངོ་སོ་ལགས་སོ་ཞུས་ནས་ཟླ་བ་གཅིག་དང་ཉི་མ་ཕ་ཆེན་དྲུག་བདུན་གྱི་ངོ་སོ་བསྡད་ནས་ཞུ་ཐུག་བྱས་ནས་ཡི་གེ་ཐེམ་བཅུ་གཅིག་ཕུལ་ཡོད་དང་ཁྲིན་ཆེན་པ་རྣམ་པ་ཁེང་གི་རེད་བ་དེ་ཁྲིན་ཐང་སྐྱེས་སླ་བོ་རེད་དང་ཁྱེད་རང་སོགས་ཀྱི་གནང་མ་སོང་དེ་འདྲས་ཀྱི་གནང་མ་ཐོབ་ནས་ད་མི་མང་གི་ཁྲིམས་གང་འདྲས་ཀྱི་སྐྱེལ་གི་ཡིན་པ་གཉང་ཆུང་ལ་གང་འདྲས་ཀྱི་རོགས་པ་བྱེད་ཀྱི་ཡིན་བཙན་པོ་ལ་གང་འདྲས་གདོང་དུ་གླེང་གི་ཡིན་པ།

ང་ཐ་ཚོད་བཤད་མཁན་ཞིག་མེད་ཡིན། སྐད་ཆ་དེ་མི་སྲིད་ཞུ་གི་མེད་དེ་འདྲས་ཀྱི་བཤད་མཁན་ལ་གསལ་བཤད་བྱེད་ཡ་དེ་དབུས་གཙང་དམ་པ་ཁྱོད་ཀྱི་ཁྱོ་ག་གི་ཡིན་ན་བསམ་ནོར་གཏོང་དགོས་ཡ་རེད། མ་དགའ་བའི་མ་བསྟན་པའི་མེ་དང་དེ་འདྲས་ཅིག་གི་ངོ་སོ་བོད་མི་མང་གི་མགོ་ཁྲིད་ཐོག་གི་རེད་པས། ད་ལྟ་ངོ་སོ་སྐྱབས་མགོན་རིན་པོ་ཆེ་བཞུགས་སྡོད་ཡོད་རེད་གང་ཡང་ཡོང་གི་མ་རེད་དེ་ནས་ངོ་སོ་རིན་བཞིན། ལོ་མང་པོ་ལ་ལོས་ཟེར་ན་རྙོག་དྲ་ཡོང་ཡ་ཉག་ཅིག། གཞུང་རྩ་འཛུགས་དེ་མེད་ཟེར་ན་ཚར་རེ་བཏང་བོད་པ་ཚང་མར་བསམ་མནོ་ཡག་པོ་གཏོང་མ་ཟེར་ཉི་མ་མེད་འགྲོ་ཆད་པ་ཆུ་འགྲོ་དེ་གཞུང་རྒྱབ་བརྟེན་དེ་ངོ་སོ་མི་མང་གི་བྱེད་དགོས་རེད་ད་ལྟ་ཁྱོད་ནས་མ་བཤད་མགོ་རིལ་རྣ་བས་མ་ཚོར་བ་གྱིས་ང་ལ་མོ་དྲ་ཡོད་ང་ལ་ཁོམ་པ་ཡོད་ང་ལ་ཟ་ཧོན་ཡོད་ང་ཚོང་རྒྱ་སུས་བཀའ་དྲིན་རེད་དུས་བསྣུན་ན་མང་གི་བཀའ་དྲིན་མང་མེད་ན་ཁྱོད་ར་པ་དགོངས།

ཁོ་དུས་ཚོད་ལ་བླ་དགོས་བར། འོ་དེ་ཤེས་དུས་ཉི་མ་གཅིག་ལ་སྒྲུང་གཅིག་བཤད་དགོས་བསམ་དུས་ཞོལ་ལྟ་བོད་པ་ཚོ། ཆོས་སློབ་ལ་ཡོང་མཁན་དགེ་སློབ་སྦྱོང་ཡོང་མཁན། བརྒྱ་སྟོང་ཁྲི་ཕྲག་མང་པོ་ཡོད་རེད་དེ། སྒྲུང་དང་བོད་ཀྱི་བརྙན་དེ་འདྲའི་བཤད་མཁན་མི་འདུག་ཆུང་ངུ་བཏང་རྒྱུའི་དུས་སང་ཞོ་པོ་བཤད་དགོས་རེད་ཟེར་ནས། བླ་རྒན་འདྲ་གཅིག་ད་སོང་དེ་དེ་འདུག་བ། འབོ་འདི་ལ་ལ་ཡོང་མཁན། རྡོ་རང་པ་ཡིན་ན་གཅིག་ཡིན་ཟེར་ཁོ། ཁོ་དཀྲུག་ཤིང་རྒྱག་མཁན་བྱེད་ཐལ་གྱི་རེད་ད།

ཨོ་ད་དུས་སོ་ཚངས་པ་ཁ་སོང་ལྷོད་གེ་བསྡད་བོད་པ་གཏོང་ཤིག་མ་གཏོང། གཏོང་ན་གང་ཡང་ཁྱོད་རང་ཚོ་གཏོང་ཐོག་གི་མ་རེད། ཧུན་བོད་པ་གི་གནས་ཚུལ་དེ་མགྱོགས་པ་ཐག་གསལ་གི་རེད་རྒྱ་མི་གུང་ཁྲན་གི་སྲོག་མི་བརྟད་བྱེད་མི་ཤེས་མ་ཐོག་པ་ཅིག་གི་དུས་སེ་ཆག་དེ་ཆག་འོ་དེ་བཞིན་ད་ངས་ཡང་བསྐྱར་ངེས་པར་དུ་དེ་ཚང་གནས་ཚུལ་གསལ་པ་ཅིག་ག་རེ་རེད་ཟེར་ན། ད་ལྟ་གི་གནས་ཚུལ་དེ་ཐེ་ཝང། གོ་མིན་ཏང་སྲིད་གཞུང་གི་གཙོ་འཛིན་སྐྱེ་མེད་ཀྱི་དུ་བ་དེ་རྒྱ་ནག་ལ་ཁྱེར་ནས། ཞི་ཅིན་ཕིན་གྱི་དོན་ཚན་བཅུ་གཅིག་སྤྲད་ནས་ཐེ་ཝན་སྤྱི་འཐུས་ཚོགས་པ་རུ་བ། ཐེ་ཝན་མི་དམངས་ཀྱི་སྤྱི་འཐུས་ཚོགས་པ་གི་ཁས་ལེན་ཞུས་མི་འདུག་ཐེ་ཝན་ལ་རྙོག་དྲ་ཆེན་པོ་བཞག་བཞག་འདུག་དེ་ཡིན་ཚ་དེ་ངོ་སོ་བོད་པ་ཚོ་ཐེ་ཝན་ལ་འགྲོ་མཁན་དེ་ག་འདྲེ་ཅིག་ལ་འགྲོ་བཞག། སྤྱི་འཐུས་ཚོགས་པ་ལ་གཏུགས་ནས་ངོ་སོ་གཞུང་ལ་རྒྱབ་སྐྱོར་བྱེད་མཁན་དེ་རེད་འདུག་གོ་མིན་ཏང་སྲིད་གཞུང་ས་ལ་འགྲོ་ནི་རེད་འདུག་དུ་ཚོགས་ཉག་དང་ཉུང་མ་དམའ་བཀྲེས་བ་ཆེ་ནས་དབྱེན་འབྱེད་ཅིག་མ་བྱས་ན་ངོ་སོ་བོད་པ་ཐེ་བང་ལ་མང་པོ་འགྲོ་གི་འདུག་ཨ། འོ་དེ་བྱས་ཏེ། ཁོ་ཚོ་གོ་མིན་ཏང་སྲིད་གཞུང་དང་གུང་ཁྲན་ཏང་གཉིས་ཁོ་གཉིས། ནག་པོ་དང་དཀར་པོ་གཉིས་གཅིག་རེད་མ་གཏོགས་རྒྱ་གཅིག་པ་རེད་ད་ཁོ་ཚོ། ད་ལྟ། དམངས་ཚོགས་ཡར་ཐོན་ཚོགས་པ་སྲིད་གཞུང་དེ་ཐེ་ཝང་གི་ས་ཆ་རྡོག་རྩ་ཆེ་མཁན་གྱི་ཚོགས་པ་རེད་ངོ་སོ་རྒྱབ་སྐྱོར་བྱེད་དགོས་བ་རེད། མཉམ་དུ་འགྲིག་ན་འགྲིག་དགོས་བ་རེད། དེ་མ་གཏོགས་གོ་མིན་ཏང་སྲིད་གཞུང་དེ་དགྲ་རེད་དུ་འདུག་བ་འོ་རྣམ་པ་སོགས་ཀྱི་འོ་བུ་ཚོ་ལས་ཁུངས་སྒོ་རྒྱག་ཚར་ད་ག་ཡིན་ན་ཤེས་ན་བུ་ཚོ་ལས་ཁུངས་སྒོ་རྒྱག་མི་འདུག་འོ་དེ་དོགས་བཟང་གནང་རོགས་ཞེས་དེ་ད་དུ་ཀུན་དགའ་བཀྲ་ཤིས་ལགས་ཀྱིས། རྒྱ་ནག་གི་གནས་ཚུལ་མང་པོ་ཤེས་དགོས་རེད་རྣམ་པ་སོགས་མཁྱེན་དགོས་བ་རྒྱུ་རེད་འོ་དེ་དོགས་བཟང་གནང་རོགས་ཞེས་དེ་རིང་ངས་ཞེན་མཚང་དེ་འདྲས་ཀྱིས་མེད་འགྲོ།

ངོ་སོགས་ཀྱི་གཙུག་ཏུ་བཀོད་ནས། དྲང་པོ་དྲང་ཕྱག་གི་ཐོག་ལ་འགྲོ་གི་རུ་མི་སོགས་རྫུན་དང་གཡོག་རྒྱུ་མ་བིན་ཁྲམ་པ་ལ་འགྲོ་གི་མ་རེད་དེ་རྣམ་པ་སོགས་ཚང་མ་ཐུགས་ལ་ཤར་རོ་ཞེས་ཨ་བོ་འཇམ་དབྱངས་སྟེང་གི་མང་པོ་ཅིག་ཤ་ཙི་ཤ་ཁོ་ལ་བཤད་འདུག་དགོས་འདུག་མང་པོ་ཅིག་ཚེ་བརྟན་ཕོ་ཚོགས་དང་ཚེ་རིང་བསེ་ཚགས་དང་ཁོ་ཚོ་ལ་བཤད་འདུག་དགོས་ང་དེ་ནི་ཚོགས་པ་དེ་ནི་སྡེར་བ།

ཚུར་ལ་གྱོད་རྒྱག་དགོས་ན་དེ་ལ་ཡི་གེ་བཏང་དགོས་རེད། ཁོ་ལན་ཁྱོད་ནས་མ་རྒྱག་ན་དེ་གཞི་ནས་ངོ་སོ་འཁྲུངས་དུས་ཤོག་འོ་ངོ་སོ་དུས་སོ་ཚང་མ་ཚང་མ་བྱས་ཚར་ཡིན། འོ་ངོ་སོ་དར་སོ་མ་འདོར་དཀའ་བ་སོང་ནས་འཁྲུངས་གི། འགྲོ་ལུགས་འགྲོ་སྟངས་ཚང་མ་བྱས་ནས་རྣམ་པ་སོང་ལ་དཀའ་ངལ་ཅི་ཡིན་སུས་མེད། རྒྱ་གར་གཞུང་ལ་གཏུགས་མེད་བྱ་བྱ་ཡིན་དེའི་ཁ་ནང་མར་དུ་ས་ནང་ཚུད་དགོས་དེ་དེ་འདྲའི་ཅིག། མི་མང་ནང་ཁུལ་གྱི་འགལ་བ་ཅིག་ཡིན་ཚར་དེ་ངོ་སོ་གི་དེ་དེ་ལ་བདག་པོ་ཅིག་སྤྲད་གི་རེད་བསམ་ཚོར་དེ་སྤྲད་མ་སོང། ཡེ་ཤེས་འོད་མ་ལགས། ཨ་ནི་རྣམ་པ་གསུམ་ཀ་དེ་ལྟར་ང་ངོ་ཤེས་པ་རེད་ཨ་ངོ་ཉི་མ་གཅིག་ལ་ཡར་ངོ་སོ་ཤེས་འཇུག་གི་རེད་ཨ་ཐུགས་རྗེ་ཆེ།